ད་གསར་བཅད་དེ་ག་བ་ཐུག་ཡོད་རེད་ཟེར་ན་ཨམ། ད་ད་གིས་མགོ་ལ་ཡ། རྗེ་ཙོང་ཁ་པ་ཆེན་པོའི་གསར་བཅད་གཞི་བཞག་བྱས་པ་ཡིན་ན། གུས་པ་ཇི་ལྟར་བསྒྲུབ་པ་ཟེར་ཡང་དེ་ལ། ནང་གསེས་དབྱེ་བ་བརྒྱད་བྱས། དེའི་ནང་ད། དང་པོ། བཞི་དེ་ཞུས་ཟིན་པ་བཅས་ད། ད་ལྟ། ལྔ་བ་དེ་འཕྲལ་གྱི་སྤྱོད་ཡུལ་ཀུན་སྤྱོད་དག་པར་བྱ་བ་ཟེར་བ་དེར་ཐུག་ཡོད་པ་ཡིན་པ་རེད། ད་འཕྲལ་གྱི་ཀུན་སྤྱོད་དག་པར་བྱ་བ་དེ་ལ་ཡང། ཨ་ནི། ནང་གསེས་ཀྱི་དབྱེ་བ་གསུམ། ནང་གསེས་ཀྱི་དབྱེ་བ་གསུམ་ཙམ་ཡོང་ཡོད་དོ། དེ་ལ་ཡང། མི་རིགས་པའི་ཀུན་སྤྱོད་དགག་པ། རིགས་པའི་ཀུན་སྤྱོད་བསྟན་པ། མི་རིགས་པའི་སྤྱོད་ལམ་དགོས་ཚུལ་གཞན་བསྟན་པ། ད་དེ་འདྲ་ཡོང་གི་ཡོད་རེད། དེའི་ནང་ནས་དང་པོ་མི་རིགས་པའི་ཀུན་སྤྱོད་དགག་པ་དེ་ལ་ཡང། ནང་གསེས་དབྱེ་བ་གཉིས་མཐོང་བའི་ཉེ་འཁོར་གྱི་བསླབ་བྱ་དང་ཐོས་པའི་ཉེ་འཁོར་གྱི་བསླབ་བྱ། ཅེས་ནང་གསེས་དབྱེ་བ་གཉིས་ཡོང་གི་འདུག། པ་མདོར་ན་མཐོང་བའི་ཉེ་འཁོར་སེར་ཨ་ཏི་བླ་མའི་གི་ཕ་གཟིགས་ས་ལ་ཡ། ང་ཚོའི་གི་ད་གཟབ་གཟབ་བྱེད་དགོས་ཨ། དེ་འདྲའི་གི་ད་གར་བྱུང་བའི། ཀུན་སྤྱོད་རུ་གར་ཡོད་པ། དོ་སྣང་བྱེད་དགོས་ཨ་ཀུན་སྤྱོད་གར་ཡོད་པ་ཡང་བླ་མའི་གི་སྤྱན་གི་མ་གཟིགས་པ་ཡིན་ན་ཡང་ཨ་ནི་བླ་མའི་གི་བརྙན་གི་གོ་ས་ས་མ་རེད་དེ་སྤྱན་གི་མ་གཟིགས་པ་ས་གཅིག་པོ་མ་ད་བླ་མའི་གི་བརྙན་གི་གོ་ས་ལ་ཡ། ཨ་ནི། ཡང་ང་ཚོས་སེམས་གསོ་བྱེད་དགོས་ཡ་དོ་སྣང་བྱེད་དགོས་ཡ་གི་དེ་འདྲའི་གི་ད་ཀུན་སྤྱོད་ག་རེ་ཡིན་པ་ད་དེ་གསུང་གི་ཡོད་པ་ཡིན་པ་རེད། ད་དེ་ད་ལྟ། མདོ་སྡེ་རྒྱན་གྱི་ཚིག། ཁ་སང་གོང་དུ་ཞུས་པ་ནང་བཞིན་ད་མདོ་སྡེ་རྒྱན་དང་བླ་མ་ལྔ་བཅུ་བ་དེ་སྦྱར་ནས་ཞུས་ཡོད་འདུག་སང་ནས་ད་མདོ་སྡེ་རྒྱན་གྱི་ཚིག། ད་ལྟ། བཀུར་སྟི་བརྙས་པ་དག་དང་རིམ་གྲོ་དང་སྒྲུབ་པའི་སྒོ་ནས་བཤེས་གཉེན་བསྟེན་པར་བྱ།

བླ་མ་ལ་ཡང་ཅིག་ད་གུས་ཞབས་ཞུ་དང་བཀུར་བསྟི་ཞུ་དང་ཟེར་དུས་ཙང་དུ་གཙོ་བོ་ཅིག་ཕྱག་དང། ཅིག་ཞལ་ས། བཀུར་བསྟི། ད་མདོར་ན་གུས་ཞབས་ཞུ་དང་དེ་དང་འབྲེལ་བའི་གི་ཤོ་ལོ་ཀ་ཕྱག་དེ་ཡོད་རེད་ཤོ་ལོ་ཀ་མང་པོ་ཅིག་ཡོང་དེ་ཡོད་རེད་དེ་མང་ཆེ་དེ་ད་གང་ད་བླ་མ་ལ་གུས་ཞབས་ཞུ་དང་དང་འབྲེལ་བའི་གི་ཤོ་ལོ་ཀ་རྒྱ་རྒྱ་ཕྱག་དེ་ཡོད་རེད། ད་དེ་ཚོ་ལ་ཡག་ཅིག་ཚིག་འགྲེལ་རྒྱག་ད་ལས་སླ་པོ་རེད་ཤག་ཨོ་འདི་འདྲ་འདི་འདྲ་རེད་ཟེར་བ་ཚིག་འགྲེལ་རྒྱག་དེ་ད་ལས་སླ་པོ་རེད་ཡིན་ན་ཡང་ལག་ལེན་དངོས་ལ་ཐུག་པ་ཡིན་ན་ན་ཕྱོགས་གཅིག་ནས་ཡང་གོ་ལག་ལེན་ད་ལས་དཀའ་ངལ་ཅིག་ཡོག་རེད་ལ་ད་ནང་བཞིན་གྱི་ལག་ལེན་བསྟར་ཐུབ་པ་ཡིན་བསྟར་ཐུབ་དགོས་ཨ་དང་བསྟར་ཐུབ་པ་ཡིན་ན་དཔེ་མི་སྲིད་པའི་ཅིག་ཡག་པོ་ཅིག་དང་ད་གལ་ཆེན་པོ་ཅིག་འདི་འདྲ་ཆགས་འདྲ་ཡོད་པ་ཅིག་ནས་དང་ཅི་དེ་འདྲས་ཅི་རེད་ཤག། ལྷག་པར་དུ་ཅིག་བླ་མའི་སྐུ་མདུན་ལི་ཡང་ཡང་ཡང། གོ། བླ་མའི་སྐུ་མདུན་ལི་ཡང་ཡང་སེ་བཅར་མཁན་དེ་འདྲས་ཡོད་རེད་པ་ད་ནམ་རྒྱུན་ང་ཚོས་ཅིག་བླ་མའི་སྐུ་མདུན་ལི་བཅར་གོ་སྐབས་མང་པོ་ཡོད་དེ་ངས་དེ་འདྲས་ཅིག་གི་གང་ཟག་ཅིག་ངོས་ནས་བཤད་པ་ཡིན་ན་ནི་དེ་ཀུན་སྤྱོད་དེ་སུ་ང་ཚོས་ཀྱི་ཐུགས་ལ་བཞག་པ་དང་དེ་ཚུལ་བར་ལག་ལེན་བསྟར་བར་དགེ་ཆེན་པོ་རེ་ཤག་ལྷག་པར་དུ་བླ་མའི་གི་ཞབས་ཕྱི་ཞུ་ཉེན་དེ་ཚུལ་གྱི་ཡང་མ་བཤད་ཀ་མེད་པར་འགྲོ་བ་ཆེ་དེ་འདྲ་ཅིག་རེད་འདུག་བསམ་བསམ་རོ་ཞིག་འདུག་ད་དེ་ཚུལ་ནང་ལོགས་ལ་ཡང་གུས་བཀུར་ཞུས་ཚུལ་དང་འབྲེལ་བ་གུས་ཞབས་ཞུ་སྟངས་དང་འབྲེལ་བ་ད་དེ་འདྲ་མ་ཉུང་བ་ཅིག་ཡོང་དེ་ཡོད་རེད་ཐད་ཀར་བལྟས་པ་ཡིན་ན་ད་ཅིག་ལུས་ངག་གི་གུས་བཀུར་ཞུ་སྟངས་ཙམ་རེད་འདུག་བསམ་བསམ་རོ་ཅིག། བ། ལུས་ངག་གི། ལུས་ཀྱི་སྒོ་ནས། ད། གུས་ཞབས་ཞུ་དང། ངག་གི་སྒོ་ནས་ཅིག། ཞེ་ས། ཞུ་དང་ལ་སོགས་པ། དེ་འདྲའི་སྒོ། གཅིག་པུའི་རན་དུ་བསམ་བསམ་རུ་བརྗོད་ར་སྟེ་དོན་དུ། ད། སློབ་མ། ཅིག་ལ་མཚོན་པ་ཡིན་མིན་ན་འཇིག་རྟེན་འདིའི་ཐོག་ལ་ཡང་ཅིག་བཀའ་དྲིན་ཆེ་ཞུ། ཨ་ནི། སོ་སོའི་ངོས་ནས་གུས་བཀུར་ཞུ་ས་ཆེ་ཞུ། ད་གུས་པ་ཞུ་དགོས་ཟེར། ངོ་མ་འདྲ་པོ་དེ་གར་ཆགས་བསྡད་ཡོད་ཟེར། རང་གི་བླ་མ་རྡོ་རྗེ་སློབ་དཔོན་ཆགས་བསྡད་ཡོད་རེད། རྒྱུ་མཚན་དེ་ལ་བརྟེན་བྱས་ནས། ཨ་ནི་བླ་མ། ད། རྡོ་རྗེ་སློབ་དཔོན་ཟེར་ན་འདྲ་འདུག་བླ་མ་རྡོ་རྗེ་འཆང་ཟེར་ན་འདྲ་འདུག་ད་སོ་སོའི་གི་བླ་མ་དེ་ལ་ཡ་ཡ་རབས་བཟང་སྤྱོད་དང་མཐུན་པའི་གི་གུས་བཀུར་ཞུ་ཚུལ་ག་འདྲས་ཡིན་པ་དེ་བླ་མ་ལྔ་བཅུ་བའི་གཞུང་འདིའི་ནང་ལོགས་ལ་ཡ་ད་ག་ལ་ག་འཚམས་འདྲ་པོ་ཅིག་གསལ་པོ་གསུངས་ཡོད་པ་ཡིན་པ་རེད། ད་དེ་ཚོ་ང་ཚོའི་ཡག་པོ་ཞིག་ཧ་གོ་ཡིན་མིན་ན། ཨ་ནི། སོ་སོ་རང་ཉིད་ཀྱི་བླ་མ་ཙམ་མ་ཡིན་པ་ནམ་རྒྱུན་གྱི་སྐྱེས་བུ་དམ་པ་དེ་འདྲ་མཇལ་བ་ཡིན་ན་ཡང་ན་དེ་ཚོ་ལ་ཡག་ཅིག་གུས་བཀུར་ཞུ་དང་ག་འདྲས་བྱེད་དགོས་ཀྱི་ཡོད་མེད་དེ་ཨ་ནི་གང་ཡག་པོ་ཅིག་མཁྱེན་རྟོགས་ཡོང་ཡག་ལ་ཡག་ཕན་ཐོགས་ཡོང་རེ་བསམ་དྲག་འདུག་ད་ལྷག་པར་དུ་དེང་སང། ད་ང་ཚོ་སྔོན་མ་དང་མ་འདྲ་བྱས་བྱས། འཛམ་གླིང་ཕྱི་ནུབ། དང་ནས་ཞིང་གི་ཅིག། མི་རིགས་ཕན་ཚུན་བར་རུ་ལ་ཡ། འདྲེས་པ། མང་པོ་ཅིག་ཡོང་དེ་ཡོང་བ་རེད། ད་དེང་སང། མི་རིགས་གཅིག་གམ་ཡང་ན། མི་གཅིག་ལ་ཡ་རིག་གནས་ཀྱི་ཆུ་ཚད་ག་ཚད་ཡོད་མེད་ཟེར་དེ་གཙོ་བོ་དེ་མི་དེ་གི། ཀུན་སྤྱོད་ལ་ཡ། ལྟ་སྒོ་རེད་ཅེས་བྱས་དེ་འདྲས་བཤད་གི་འདུག་བ། ད་ནས་གཞིན་གྱི་རྒྱལ་ཁབ་ཅིག་ལ་མཚོན་པ་ཡིན་ན། ཤེས་ཡོན་གྱི་ཆུ་ཚད་རྒྱལ་ཁབ་དེ་ལ་ཡང་ཤེས་ཡོན་གྱི་ཆུ་ཚད་མཐོན་པོ་ག་འདྲས་ཡོད་མེད། ད་ནས་གཞིན་རྒྱལ་ཁབ་དེ་ལ་ལོ་རྒྱུས་རིང་ཐུང་ག་འདྲས་ཡོད་མེད། ད་ནས་གཞིན་རྒྱལ་ཁབ་དེ་ལ་ཡང་ཆབ་དཔལ་རིག་གསུམ་གྱི་དཔལ་ཡོན་དར་རྒྱས་ཆེན་པོ་ག་འདྲས་ཡོད་མེད། དེ་གཙོ་བོ་རྒྱལ་ཁབ་དེ་གི་མི་དེ་ཚོ་ལ་ཡང་ཡ་རབས་བཟང་སྤྱོད་ཀྱི་རྣམ་པ་ག་འདྲས་ཅིག་ཡོད་མེད་དང། ད་ནས་གཞིན་གུས་ཞབས་ཞུ་སྟངས་ག་འདྲས་ཡོད་མེད་དེ་ལ་ཡང་གཙོ་བོ་བལྟ་གི་འདུག་ག། ད་བོད་གངས་ཅན་གྱི་ལྗོངས་ལ་མཚོན་པ་ཡིན་ན་ཡང་གནའ་སྔ་མོའི་གི་བོད་ཀྱི་གཏམ་དཔེ་ལས་ཡང་ལྟ་བ་ལྷ་དང་མཉམ་ཡང་སྤྱོད་པ་མི་དང་བསྟུན་དགོས་ཟེར་ཡ་གཅིག་གི་སྐད་ཆ་ཞིག་ཡོད་རེད་པ། འོ་ད་དེ་དེ་འདྲ་ཡིན་དུས་ས་ནས་གནའ་སྔ་མོ་ནས་བཟུང་སྟེ་ང་ཚོའི་གི་མེས་པོ་དམ་པ་ཚོ་གི་བཟང་སྤྱོད་དང་འབྲེལ་བའི་གི་རིག་གནས་སྐོར་ལ་ཡང་ད་ཐུགས་སྣང་ཆེན་པོ་གནང་ཡོད་པ་གལ་ཆེན་པོ་བརྩིས་ཡོད་པ་དེ་ཕ་ཅི་གསལ་པོ་རེད་བསམ་དྲན་འདུག་དཔེར་ན། བོད་ཀྱི་ཞལ་ཟས་ཀྱི་མིང་ཚིག་སྦྱོར་བ་དང་ཞལ་ཟས་ཞལ་ཟས་ནང་ལ་དང་ཞལ་ཟས་ཀྱི་མིང་ཚིག་མང་པོ་ཞིག་སྦྱོར་བ། དེ་མིང་ཚིག་དེ་ཚོ་འཛམ་བུ་གླིང་གི་ཞལ་ཟས་ཀྱི་མིང་ཚིག་ཕུན་སུམ་ཚོགས་ཤོས་གཅིག་གི་གྲས་རེད་ཟེར་ལབ་ཡིན་ན་ཕར་ཕྱིན་འགྲིག་གི་ཡོད་པས་ད་འགྲིག་གི་ཡོད་པས་ཀྱི་ད་འགྲིག་གི་ཡོད་པས་ད་ཕར་ཕྱིན། མཁས་པ་མང་པོ་ཅིག་གསུངས་འདུག་བ། ལྷག་པར་དུ་བོད་ཀྱི་ཞེ་ས་གཅིག་པུའུ་ལ་ཡང་ཞེ་སའི་ཚིག་མཛོད་ཞེས་བྱ། ཞེ་ས་གཅིག་པུའུ་པའི་ཆིག་སྒྲིག་བྱས་བཞག་པའི་དེ་འདྲའི་གི་པའི་ཚིག་མཛོད་སོགས་ཨང་གི་དེ་འདྲའི་གི་ད་གང་དག་གར་ཤོར་བའི་མིང་ཚིག་ཕུན་སུམ་ཚོགས་པ་ཡོད་བསྡད་པ་དེ་འདྲ་ཅིག་རེད། དེ་གི་གར་མཚོན་ཐུག་ཡོར་ས་ན། ང་ཚོའི་གི་མེས་པོ་དམ་པ་ཚོས་གི། ཨ་ནི་ཡ་རབས་མ་རབས་སྤྱོད་པས་མཇེས། ཡ་རབས་ཕྱག་དང་ཞེ་ས་ཁེ། མ་རབས་གཉིད་དང་བྲོས་པ་བྱས། ཅེས་གསུང་སྲོལ་ཡོད་པ་ནང་བཞིན་ཡ་རབས་མ་རབས་གི་མཚམས་མཇལ་ཡག་དེ་གཙོ་བོ། ཨ་ནི་ལུས་ངག་ཀུན་སྤྱོད་དེ་ལ་ཡང་རག་ལས་ཀི་ཡོ་རེད། མི་འདི་ཡ་རབས་ཡིན་མིན་མི་ཕ་གི་མ་རབས་རེད་འདུག་ཟེར་ཡ་ཡ་རབས་མ་རབས་ཀྱི་བར་མཚམས་འཇལ་ཡ་རབས་དེ་ད་སྤྱོད་པ་ཡག་པོ་ཡོད་མཁན་དེ་ཡ་རབས་རེད་སྤྱོད་པ་སྡུག་ཅག་ཡོད་དེ་མ་རབས་རེད་ཟེར་ཅིག་ད་ནི་སྤྱོད་པའི་ཐོག་ནས་དབྱེ་བ་འབྱེད་དགོས་བ་རེད། དེ་འདྲ་ཡིན་དུས་ས་ནས་གང་འདྲ་མེས་པོ་དམ་པ་ཚོས་ཀྱི་ཡ་རབས་བཟང་སྤྱོད་ལ་ཡང་ཐུགས་སྣང་ཆེན་པོ་གནང་ཡོད་པ་དེ་གསལ་པོ་ཞིབ་ཆགས་དེ་ཡོད་རེད་བྱས་ཙང་ང་རང་ཚོ་ཚང་མས་ཀྱི་ད་གང་ལྟར་བོད་ཀྱི་ཅིག་ཆོས་དང་རིག་གཞུང་ལ་ཡང་དོ་སྣང་ཡོད་མཁན་རེད་པ། ད། ཚང་མས་ཀྱིས་ད་དེ་ལ་ཡང་དོ་སྣང་བྱེད་དགོས་པ་དེ་གལ་ཆེན་པོ་ཆགས་བསྡད་ཡོད་རེད། ད་ནང་བཞིན་ནང་པ་སངས་རྒྱས་པའི་ལུགས་ལ་ཡིན་ན་ཡང། བསླབ་པ་ཟུང་གི་གཞི་མ་ལྟ་བུ་དེ་ནི་ཚུལ་ཁྲིམས་ཀྱི་བསླབ་པ་རིན་པོ་ཆེ་རེད་ཆགས་བསྡད་ཡོད་རེད་བྱས་བྱས་ཁོ་ལན་གཅིག་མིན་པ་གསུངས་ཡོད་རེད་པ། ད་ཚུལ་ཁྲིམས་ཀྱི་བསླབ་པ་དེ་ཡང་གཙོ་བོ་ལུས་ངག་གི་ཀུན་སྤྱོད་དང་འབྲེལ་པ་ཤུགས་ཆེན་པོ་ཆགས་བསྡད་འདུག་བ། ཨ་ད་དེའི་ནང་ནས་དཔེར་ན་འདུལ་བའི་ནང་ལ་ཡང་ལྟུང་བའི་གི་གྲངས་མང་ཤོས་དེ་གར་ཆགས་དེ་ཡོད་ཟེར་ན་ཉེས་བྱས་ཀྱི་སྡེ་ཚན་དེ་ཆགས་དེ་ཡོད་རེད། ཉེས་བྱས་ཀྱི་སྡེ་ཚན་དེ་ལ་ཡང་ལྟུང་བ་བརྒྱ་དང་བཅུ་གཉིས་སུ་འདུ་བ་ལྟུང་བ་མང་ཤོས་དེ་ལྟུང་བའི་གྲངས་ཀ་མང་ཤོས་དེ་ཉེས་བྱས་ཀྱི་སྡེ་ཚན་དེ་རེད། ད་དེའི་ནང་ལོགས་ལ་དཔེར་ན་གོས་གྱོན་ཚུལ་དང་འབྲེལ་པ། བཅུ་ཙི་ཞིག་ཡོང་འདི་ཡོང་རེད། ཨ་ནེ་ཕ་ཚོས་འགྲོ་སྟངས་དང་འདྲེས་པ་ཉི་ཤུ་ཙི་བྱས་འདུག་སྟངས་དང་འདྲེས་པ་དགུ་ཙི་བྱས། ཨ་ནེ་ཟས་བསོད་སྙོམས་བྱས་ནས་སློང་མོ་བརྒྱབ་ནས་ཕེབས་དགོས་ཡོད་པ་ཡིན་དུས་ཟས་སློང་ཚུལ་དང་འདྲེས་པ་བརྒྱད་ཙི་བྱས། ཨ་ནེ་ཟས་ཟ་སྟངས་དང་འདྲེས་པ་ཉི་ཤུ་ཙི་གཅིག་བྱས། ཨ་ནེ་ལྷུང་བཟེད་དེ་བདག་པོ་རྒྱག་ཚུལ་དང་འདྲེས་པ་བཅུ་བཞི་ཙི་བྱས། ད་ནང་བཞིན་ཨ་ནེ་གཞན་ལ་ཡང་ཆོས་བཤད་པའི་སྐབས་ལ་ཡང་ཆེས་ཆོས་བཤད་སྟངས་བཤད་ལུགས་དང་འབྲེལ་པ་ཡོད་པ་ཉི་ཤུ་རྩ་དྲུག་ཟེར་བྱུང་བ་རེད། དེ་ལ་སོགས་པ་ད་གང་ལྟར་དེ་གི་དེ་ཚང་མ་ལོ། ཉེས་བྱས་བརྒྱ་དང་ཨོད་དར་བཅུ་གཉིས། ཞེས་པ་དེ་གི་དེ་ཚང་མ་ལོ་གཙོ་བོ་ད་ལུས་ངག་གི་ཀུན་སྤྱོད་ཤ་སྟག་ཆགས་བསྡད་ཡོད་རེད། དེ་འདྲའི་མཚམས་ཙམ་ཡང་ང་ཚོ་ཅིག། གར་བཞུ་བའི་ཅིག། སྤྱིར་ནང་པ་ཡང་དགོས་སུ་ཡང་ང་ཚོ་བོད་རྒྱུད་ནང་བསྟན་ནང་ལོག་ལ་ཡག་ད། ལྟ་བ་དང་རྟོག་པ་ཟེར་ཡག་དེ་སྐོར་མང་པོ་ཅིག་ཡོང་འདི་གོར་པ། ལྟ་བ་སུ་ཐོ་རྟོག་པ་ཏུ་རྟོག་པ་སུ་ཆེ་ཟེར་ཡག་སྐད་ཆ་ཅིག་ཡོང་འདི་གོར་པ། ཡིན་ན་ཡང་ད་ལྟ་བ་སུ་ཐོ་དང་རྟོག་པ་ཅིག་སུ་ཆེ་ཟེར་ཡག་སྐད་ཆ་དེ་གཅིག་པུ་བཤད་བསྡད་པ་ཡིན་ན་ཡང་མཚམས་མཚམས་ཅིག་དད་པ་མུ་གུས་ཀྱི་སྐད་ཆ་འདྲ་པོ་ཅིག་ཆགས་རོགས་ཅིག་འདུག་བ། ཁོ་ལྟ་བ་དང་རྟོག་པ་ཟེར་ཡག་དེ་མིག་གི་མཐོང་ཡག་གལ་ཡོད་མ་རེད་བ། ད་དེ་འདྲའི་ཡོག་རེད་ལབ་དུས་སང་ད་ཡོད་པའི་གཞི་བཞག་རུ་བྱེད་ཅེས་པ། དད་པ་ཡིད་ཆེས་བྱེད་ཨར་ཅེས་མ་གཏོགས་གཅིག་གིས་ད་ལམ་སང་ལམ་སང་ལྟ་བ་དང་རྟོགས་པ། མཐོ་ལོས་ག་འདྲས་ཡོད་པ་ཆེ་ཆུང་ག་འདྲས་ཡོད་པ་བསལ་ཏེ་ང་ཚོས་ལམ་སང་ཚོད་དཔག་ཐུབ་ཡ་ག་ལ་ཧ་པོ་རུང་བ། དེ་ལས་མིས་མིག་གིས་དངོས་སུ་མཐོང་ཐུབ་ཡ་ཡོད་དེ་བས་ཀྱི་ཡ་རབས་བཟང་སྤྱོད་བསལ་ཏེ་ཡང་གོ་གལ་ཆེན་པོ་ཆགས་བསྡད་འདུག་བ། ད་ནང་བཞིན་བྱང་ཆུབ་སེམས་དཔའི་སྡེ་སྣོད་ཀྱི་ནང་ལོགས་ལ་ཡེ་ནས་ཨ་ཏཱ་ཉེས་བྱས། ཉེས་བྱས་ཀྱི་སྐབས་ལ་དགེ་བ་ཆོས་བསྡུས་དང་དགེ་བ་སུམ་ཅུ་སོ་བཞི། སེམས་ཅན་དོན་བྱེད་དང་དགེ་བ་བཅུ་གཉིས་ལ་སོགས་པ་དག་དེ་འདྲ་ཡོང་དུ་ཡི་བ་རེད་ད་དེའི་དེ་ང་ཚོས་ཡག་པོ་བྱ་དགོས་ཡི་མིན་ན་ཨེ་ནི་སོས་སེམས་ཅན་གྱི་དོན་བྱེད་ཚུལ་དང་སེམས་ཅན་ལ་གནོད་པ་མི་བྱེད་ཚུལ་དེ་དང་འབྲེལ་པ་ཡོད་པའི་གི་ཅིག་གི་གནད་འགག་མང་པོ་ཅིག་ང་ཚོས་མཁྱེན་ཐུབ་ཡག་རབ་ཅིག་ཡོང་དུ་ཡི་བ་རེད་ད་ག་ནང་བཞིན་གསང་སྔགས་ཀྱི་སྐབས་ལ་ཡང་སྤྱི་དང་དང་སྡོམ་པ་དང་དམ་ཚིག་མང་པོ་ཞིག་ཡོད་རེད་དེ་དེའི་རྩ་བ་ལྟ་བུ་དེ་ཨ་ནི་དམ་པའི་ཆོས་མི་སྤོང་ཡང་བླ་མ་ལ་ཡང་ཅིག་དད་པ་ཡིད་ཆེས་བྱེད་ཡ། སེམས་ཅན་ལ་ཡང་སྙིང་རྗེ་དགོས་ང་ལ་སོགས་པ་དེ་ཆ་དེ་ཡོད་རེད། ད་དེའི་ནང་ནས་བླ་མ་དང་འབྲེལ་པ་ཡོད་པའི་གི་ལུས་ངག་གི་སྤྱོད་ལམ་དེ་གི་དེ་སང་ལོ་ལོ་ད་མང་ཆེ་ཅིག་བླ་མ་ལྔ་བཅུ་པའི་གཞུང་འདིའི་ནང་ལོག་ལས་པའི་ཕྱོགས་གཅིག་ལ་ཡང་རུག་རུག་བཟོས་ཅིག་བསྟན་ཡོད་པ་ཡིན་དུས་ས་ནས་འདི་ཚོ་ང་ཚོའི་གི་ད་ཞིབ་ཅིང་ཕྲ་བ་འདྲ་པོ་ཅིག་ཡག་པོ་ཅིག་ཧ་གོ་ཐུབ་ཡིན་མིན་ན་ཨ་ནི་གསང་སྔགས་དང་འབྲེལ་བའི་གི་ད་བཟང་སྤྱོད་ག་རེ་ཡོད་པ་དེ་ཚོ་ཡིན་ན་ཡང་ང་ཚོས་ག་ལ་གང་འཚམ་ར་པོ་ཅིག་མཁྱེན་རྟོགས་ཐུབ་ཡག་ཅིག་ཡིན་དུས་སང་ད་དེ་གལ་ཆེན་པོ་ཆགས་རེད་འདུག་ད་བླ་མ་ལྔ་བཅུ་པའི་གཞུང་ནང་ནས་ཅིག་གསུངས་བཞག་པའི་གི། ད་བཟང་སྤྱོད་འདི་དེ་བཟང་སྤྱོད་ཟེར་མར་ད་གསང་སྔགས་གཞུང་ནས་བཤད་པའི་བཟང་བཟང་སྤྱོད་འདི་དེ་སྤྱོད་ལམ་འདི་དེ་ང་ཚོས་ནམ་རྒྱུན་དོ་སྣང་མ་སྤྲད་པ་རེད་མ་གཏོགས་དོ་སྣང་ཅིག་སྤྲད་ཡོད་པ་ཡིན་ན་ད་ང་རང་ཚོས་ཀྱི་ཞལ་མཇལ་མྱོང་ཡོད་པ་བསམ་པར་བས་མཇལ་མྱོང་ཡོད་པ་ད་ལྟ་ཞལ་མ་བཞུགས་པ་ཡང་ད་ལྟ་ཞལ་བཞུགས་བསྡད་པ་ད་དེ་འདྲ་གི་བླ་རྒན་མང་པོ་འབྱོར་པ་ཁོང་རྣམ་པ་ཚོས་ཀྱི་ཨ་ནི་ནམ་རྒྱུན་ག་དུས་ཡིན་རྟག་པར་གཞི་དེ་ཕྱག་ལེན་དང་མཛེས་དང་མཛེས་བཞིན་པ་འགྲུབ་པ་ཅིག་ཆགས་བསྡད་ཡོད་རེད། ཡིན་ན་ཡང་ད་ང་ཚོས་དོ་སྣང་ཞེ་དྲག་སྤྲད་ཀྱི་མེད་པ་ཡིན་དུས་ས་ནི་དེ། ཕི་ཀའི་ཕྱག་ལེན་གནང་བསྡད་ཡ་དེ་དང་ཨ་ནི་ད་ལྟ་བླ་མ་ལྔ་བཅུ་བའི་གཞུང་ནས་གསུངས་པ་དེ་གཉིས་པོ་རུ་ལ་ཡ་འབྲེལ་པ་ག་རེ་ཡོད་པ་དེ་ཡག་པོ་ཅིག་ང་ཚོས་འབྲེལ་པ་དེ་ཐུད་ཤེས་ཀྱི་མི་འདུག་ཨ་ད་ཨ་ན་ཞིག་ནམ་རྒྱུན་དོ་སྣང་ཞེ་དྲག་མ་བྱེད་དེ་འདྲ་ཡིན་དུས་ས་ནི་ང་ཚོས་ཞེ་དྲག་རང་ཅིག། འདི་དང་འདི་འོ་ཅེས་ངོ་འཕྲོད་དུ་ཡོང་བར་མ་གཏོགས་དངོས་གནས་བྱས་པས་ན་ང་ཚོས་ཀྱི་ད་བླ་རྒན་གསང་བར་བས་ཅིག་བླ་མ་རྒན་རབས་མང་པོ་ཅིག་གིས་དེ་ཕྱག་ལེན་མཛད་དང་མཛད་བཞིན་པ་ཆགས་བསྡད་ཡོད་རེད་ད་ན་བཞིན་བོད་དང་ཧི་མ་ལ་ཡའི་གི་རི་རྒྱུད་ཀྱི་ཕ་མ་རྒན་རབས་མང་པོ་ཅིག་གིས་ཡང་སོ་སོའི་གི་ཉིན་རེའི་གི་མི་ཚེའི་ནང་ལོགས་ལ་ཡང་ད་ལྟ་བླ་མ་ལྔ་བཅུ་པའི་གཞུང་ནས་གསུངས་པ་ནང་བཞིན་གྱི་ད་སྤྱོད་ལམ་མང་པོ་ཅིག་ལག་ལེན་བསྟར་གི་ཡོད་པ་དེ། ད་ང་ཚོས་ཐུགས་སྣང་གནང་བ་ཡིན་ན་གྱེན་ཐུག་རེད་བསམ་དྲན་འདུག་ད་རང་བཞིན་དཔེ་རང་ད་སྔོན་གྱི་ལོ་རྒྱུས་ལ་དཔེར་མཚོན་པ་ཡིན་ན་ཡང་ད་ལྟ་ཀརྨ་བཀའ་བརྒྱུད་ཀྱི་ལོ་རྒྱུས་ཀྱི་ཐོག་ལ་ཡང་གུ་ཡི་གུང་པ་རིན་ཆེན་དཔལ་ཟེར་བ་ཞིག་ད་དེ་འདྲ་ཅིག་བྱུང་ཡོད་པ་རེད། ད་གུ་ཡི་གུང་པ་རིན་ཆེན་དཔལ་ཟེར་བ་དེ་ག་འདྲ་ཞིག་རེད་ཞུས་པ་ཡིན་ན་ད་ལྟ་ཆོས་འབྱུང་མཁས་པའི་དགའ་སྟོན་གྱི་ནང་ལོགས་ལ་ཡང་གུ་ཡི་གུང་པ་རིན་ཆེན་དཔལ་ཟེར་བ་དེ་ད་རང་བྱུང་རྡོ་རྗེ་ཀྱི་སློབ་མ་རེད་དོ། བཀའ་མ་བུ་གསུམ་པ་རང་བྱུང་རྡོ་རྗེ་ལོ་མ། དེ་ཡང་གསུམ་པ་རང་བྱུང་རྡོ་རྗེ་སྟོད་ལུང་གི་མདའ་ལ་ཡ་ད་སྟོད་ལུང་གི་ཆུ་བོ་དེ་སྟོད་ལུང་གི་ཕུ་ལ་ཡོར་བ་ད་སྟོད་ལུང་གི་མདའ་ལ་ཡ་མ། ནས་ཐང་ཟེ་ཡ་དེ་ལ་ཡ་ཨ་ནེ་གར་ཕབ་བྱེད་བཞུགས་བདེ་བའི་སྐབས་ལ་ཡ། སྤུག་ཆུང་ཆུང་འདི་འདྲས་སྤུ་ད། ཆུང་ཆུང་འདི་འདྲས་མང་པོ་ཅིག། ཅུ་བ་ཐུད་བྱེད་ར་བ་སེམས་ཅན་གྱི་ཅུ་བ། ཅུ་བ།

ཏེ། བྱིས་པ་གཅིག་གིས་ཁོ། བྱིས་པ་གཅིག་དེ་གྲུང་བུ་ཞིག་ཟེར་བ། ཨན་དེ་གིས་མི་ཤིང་ཐུ་ཡག་གིས། སྣོད། སེར་པོ་ཟས་སྦྱོར་བ། ནང་གི། བ་དང་དེ་འདྲའི་སྨྱུག་མ་གི་བ། བསླས་ཞག་སྐྱོགས་ཀྱི་སིལ་བུ་ཟས་སྦྱོར། མི་ཤིང་བླུག་ས་དང་སྤྱོ་བ་དེ་འདྲའི་ཐུ་ས་གིས་སྣོད་སྦྱོར། དེ་མ་ཁ་སྦུབ། ཨན་དེ་དེའི་འོག་ལ་ཁོ་རང་འཛུལ་ནས་བསྡད་དེ་རེད། ད་དེ་ན་ཁོ་རང་གིས་འཛུལ་ནས་བསྡད་ཨ་ན་ཐག་པ་ནང་ལོགས་ལ་ཡང་འཐེན་ནས་ཡོད་དུས་ས་ན་ཨ་ན་ཁྱི་དེ་གིས་ད་ལྟ་བསིལ་པོ་དེ་ལ་སྐོར་ར་རྒྱབ་རྒྱབ་རྒྱབ་རྒྱབ་སྐོར་ར་ག་ཚོད་རྒྱབ་བསྡད་ན་ག་ན་ཁོ་ནང་ལ་འཛུལ་ཐུག་མ་ར་བ་སོ་ན་རྒྱབ་ཐུག་མ་ར་བ་དེ་འདྲས་དུས་ཁྱི་དེ་ཐབས་ཤེས་མེད་པ་བྱས་བྱས་ལོགས་སོ་རེད། ཨོ་ད་མི་ཚང་མའི་ཨོ་ད་སྤུ་གུ་གྲུང་པོ་ཞིག་པོ་ཞིག་འདུག་ཨ་ཨ་བྱས་བྱས་མི་ཚང་མ་ཅིག་ཧ་ལས་དགོས་ཨ་ཅིག་ཡ་མཚན་སྐྱེས་དགོས་ཨ་ར་བ་དེ་འདྲས་བྱུང་པོ་རེད། ད་ལྟའི་རང་བྱུང་རྡོ་རྗེའི་གི་གཟིགས་བྱས་འོ་ད་པུ་གུ་ཕེ་ཀི་ངོ་ནས་གནམ་རིག་གྲུང་པོ་གཞན་དང་མ་འདྲ་ཞིག་འདུག་དགོངས་བྱས་ནས་ཨ་ནི་པུ་གུ་དེའི་ཕ་མ་ག་རེ་རེད་རྩད་གཅོད་བཏང་ན་ཨ་ནི་ཕ་མ་དེ་ལ་ཡ་གི་པུ་གུ་དེས་ཀྱང་ཁྱེད་རང་ཚོས་ང་ལ་ཡ་སྤྲད་ན་འགྲིག་གི་རེད་བས། རབ་ཏུ་བྱུང་རྗེས་ང་ལ་ཡ་ཕུལ་ན་འགྲིག་གི་རེད་བས་གསུངས་དུས་སང་ནས་ཨ་ནི་པུ་གུའི་ཕ་མ་གཉིས་ཀས་ད་ཕུལ་འདུག་བ། བོད་འོན་ཏུ་སམ་སྟག་ལུང་གཉིས་ཀ་ལོར་ཆོས་དང་སྲིད་གང་ཅིའི་ཐོག་ལས་ན་མཁྱེན་པ་རྒྱལ་པོ་ཞི་བ་བྱུང་བྱས། ཡང་ན་ཀརྨ་པ་སྐུ་འཕྲེང་ན་རིམ་གསུམ་གྱི་གུས་གུང་པ་མཛད་པ་ཡིན་སྟག་གུས་གུང་པ་སེ་ཨ་ར་ཏི་དིང་སང་རུ་ཅིག་མིན་ན་ད་ཕྱག་མཛོད་རུ་རེད་ཕྱག་མཛོད་སོ་རུ་ཅིག་ཕྱག་མཛོད་ལས་གཏོགས་ཅིག་ད་གང་ད་གོ་གནས་ཡོད་རེད་གུས་གུང་པ་སེ་ཨ་ཏི་གོ་གནས་ཅིག་རེད་འདུག་ཕྱག་མཛོད་སོ་རུ་ཅིག་རེད། ཀརྨ་པ་སྐུ་འཕྲེང་ན་རིམ་གསུམ་གྱི་ཕྱག་མཛོད་མཛད། བའི་སྐར་མ་ཀུན་འདྲིལ་གསུམ་པ་རང་བྱུང་རྡོ་རྗེ་མེ་འགྲོ། ཨ་ནི་བཞི་པ་རེ་བའི་རྡོ་རྗེ་ལྔ་པ་དེ་བཞིན་གཤེགས་པ། དེ་འདྲིལ་བྱང་མེ་འགྲོ། གང་དག་ཕྱག་མཛོད་མཛད་བྱས་ནས་ཨ་ནི་ཁོང་པའི། ཆོས་སྲིད་གཉིས་ཀའི་ཐོག་ལ་མཁྱེན་རྒྱ་བཞི་བཅུ་ཡོད་པ་ཡིན་དུས་སུ་རྒྱ་ཧོར་གྱི། ཀྱི་རྒྱལ་སྲས་དེ་ཚོ་དང་ཨ་ནི་མི་ཆེན་པོ་དེ་ཚོ་དང་བོད་ཀྱི། དཔོན་པོ་ཆེན་པོ་དང་ཁྲི་དཔོན་དང་དང་བོད་ཀྱི་ཨེ་ནི་སི་ཏུའི་ལས་ཀ་ཡོད་དེ་བོད་ཀྱི་མི་ཆེན་དཔོན་ཆེན་ཚང་མ་ལོག་གི་དེ་བཞི་པ་གཅིག་གི་རྩ་ཆེན་པོ་བརྩིགས་ཡོང་བ་རེད།

དེ་ཆོས་འབྱུང་མཁས་པའི་དགའ་སྟོན་ནང་ལ་སོ་ཞབས་དེ་རེད། ལྷོ་རོང་ཆོས་འབྱུང་ནང་ལོག་ལ་གུའི་དགོངས་པ་རིན་ཆེན་དཔལ་ལ་ཡང། ག་འདྲའི་ཆད་གཅོད་གནང་ཡོད་རེད་ས་ན། ཨེ་ནས། གུའི་དགོངས་པ་རིན་ཆེན་དཔལ་དེ་ཕྱིས་སུ་རང་བྱུང་རྡོ་རྗེ་ཉེ་གནས་མཛད་ནས། ཨེ་ནས། བཤེས་གཉེན་བསྟེན་ཚུལ་དེ་བླ་མ་ལྔ་བཅུ་པ་ནས་ཇི་ལྟར་གསུངས་པ་ནང་བཞིན་པའི་ཕྱག་ལེན་ལ་བསྟར་ནས་གང་ལྟར་བླ་མ་ལྔ་བཅུ་པ་ནས་བཤད་པ་དེ་འདི་ཚང་མ་ལོག་གི། ད་ཅིག་སློབ་མའི་ཁྱད་ཆོས་ཟེར་ན་འདྲ་འདུག་སློབ་མའི་གི་བྱེད་སྟངས་བྱེད་ལུགས་འདི་གི་དེ་ཚང་མ་ལོག་ཨ་ནི་གུ་ཡི་དགོངས་པ་རིན་ཆེན་པའི་དེ་ལ་ཚང་ཡོད། ཨ་ནི་ཕྱིས་སུ། ཆོས་རྗེ་དེ་བཞིན་གཤེགས་པ་ཡང་ཨ་ནི་གོང་གི་ད་ག་རེ་གསོ་སྐྱོང་གནང་བྱས་ནས་ཨ་ནི་དགོངས་ལས་ཆེན་པོ་ད་ག་ག་ལ་ག་འཚམས་ཅི་ཞིག་མ་བས་བར་དུ་ཨ་ནི་གོས་གོན་པ་རིན་ཆེན་པས་བསྐྱེད་བསྲིང་གནང་བ་ཡིན་ཟེར་ནས་གསུངས་འདུག་བ། འོ་ད་དེ་འདྲ་ཡིན་དུས་ས་ནས། ད་ལྟ་བླ་མ་ལྔ་བཅུ་པ་ཡི་ནང་ནས་གསུངས་བཞག་པ་གི་ད་སྤྱོད་ལམ་དེ་ཚོ་ཚང་མ་ལོ་སློབ་མ་ཚད་ལྡན་ཅིག་ཡིན་པ་ཡིན་ན་དེ་ཅིག་ལག་ལེན་བསྟར་ཐུབ་ཡག་ཅིག་དང་རེ་བ། ད་ནང་བཞིན་ལག་ལེན་བསྟར་དགོས་པ་ཅིག་རེད་མ་གཏོགས་གཅིག་གིས་ཡང་མཚམས་མཚམས་ཅིག་བླ་མ་ལྔ་བཅུ་པའི་ནང་ནང་གསུང་བྱ་བའི་གི་ད་སྤྱོད་ལམ་འདི་གི་འདི་ཅིག་འདི་དང་འདིའོ་བྱས་བྱས་ཅིག་གོ་བ་ལེན་ཐུབ་པ་ཙམ་ཞིག་གིས་འགྲིག་ཐུབ་ཡག་ཅིག་འགྲིག་གི་ཡོད་རེད་བསམ་ན་དེ་འགྲིག་ཡོད་མ་རེད་གོ་བ་ལེན་ཐུབ་པ་ཙམ་གྱི་འགྲིག་ཡོད་མ་རེད་ཨ་ན། དོན་རྟོགས་པ་ཙམ་གྱི་འགྲིག་ཡོད་མ་རེད། ད་ནང་བཞིན་གྱི་ཨེ་ནི་འདི་ཚོ་ལྟ་གྲུབ་ཀྱི་རྣམ་གཞག་ཙམ་ཞིག་ཆགས་ཡོད་མ་རེད་པ་ལྟ་གྲུབ་ཀྱི་རྣམ་གཞག་ཟེར་ཡག་ད་ཁོ་གོ་བ་ཡག་པོ་ཅིག་རག་ཐུབ་པ་ཡིན་ན་ཨ་ནི་དེ་འགྲིག་གི་ཡོད་རེད་པ་ཡིན་ན་ཡག་ད་འདི་སྤྱོད་ལམ་ཚང་མ་ལག་ལེན་བསྟར་དགོས་ཡག་ཅིག་རེད་པ་སོ་སོའི་གི་ཉིན་རེའི་མི་ཚེའི་ནང་ལོག་ལ་ཡ་དངོས་སུ་བྱེད་ཐུབ་པ་བྱེད་ཡག་རེད་ཅིག་དེ་འདྲའི་ཀྱང་ཉམས་ཆགས་དེ་ཡོད་རེད་པ་ཡག་ད་ག་ཟེ་འདི་ཀླད་པའི་ནང་ལོག་ཞག་ཞག་ཅིག་མར་བ་དེ་སྙིང་ལ་ཡང་བཅངས་བྱས་ན་དེ་དངོས་སུ་ལུས་ངག་གི་རྣམ་འགྱུར་གྱི་ཐོག་ལ་ཡང་ཐོན་ཐུབ་པ་བྱེད་དགོས་ཡ་ཅིག་གལ་ཆེན་པོ་ཆགས་ཏེ་ཡོད་རེད་པ་ལགས་སོ། ད་དེ་ནས་འོ་གཤམ་ལ་ཡ་ད་ལྟ་རྩ་ཚིག་དེ་མ་ཞུ་གིན་ད། རྩ་ཚིག་དེ་ལ་ཡ་ད་ཐོག་མཐོང་བའི་ཉེས་འགོག་གི་བསླབ་བྱ་དེ་རེད་བ། མཐོང་བའི་ཉེས་འགོག་གི་བསླབ་བྱ་དེ་ལ་ད་ཤོ་ལོ་ཀ་ཁ་ཤས་བརྗོད་ཡག་རེད་དེའི་ནང་དང་པོ་དེ། མས་བརྟན་དུག་དང་སྔོན་འགྲོ་དང་གཙུག་ཏོར་དག་དང་བཅངས་པ་དང་སྟན་ལ་རྐང་མཆོག་བཀལ་བར་ནི། ལག་ཤག་བསྙལ་བར་མི་བྱའོ་གསུངས་ཡོད་པ་རེད། ད་དེ་དང་པོ་ངེད་ལ་རྒྱ་འགྲེལ་གྱི་དགོངས་པ་གཞི་བཞག་བཤད་བྱས་ད་ལྟ་བསྟན་འགྱུར་གྱི་ཁྲོད་ལ་ཡོད་པའི་བླ་མ་ལྔ་བཅུ་པའི། བླ་མའི་བསྙེན་བཀུར་གྱི་བཀའ་འགྲེལ་གྱི་བྱེད་ཆས་བླ་མ་ལྔ་བཅུ་པའི་འགྲེལ་པ་གཞི་བཞག་བྱས་ནས་ཞུས་པ་ཡིན་ན། ད་མལ་བསྟན་ཟེར་ཡང་དེ་མལ།

གཅིག་མ་གཏོགས་གཅིག་གིས་ཉལ་ས་ཟེར་ཡག་ཁ་ཁ་གཅིག་ཡང་འདུག་ས་ཟེར་ཡག་ཁ་ཁ་གཅིག་བཞག་ཡོག་མར་པ། བྱས་ཙང་མར་ལྡན་ཟེར་ཡག་དེ་ཀོ་ཉལ་ནས་འདུག་ས་ཟེར་ཡག་རུ་ཞིག་ཆགས་དེ་ཡོག་རེད། དེ་ནས་འདུག་ཟེར་ཡག་དེ་ཨ་ནི་མར་ལྡན། ཉལ་ལྡན་ཉལ་ལྡན་ཟེར་ན་འགྲིག་གི་འདུག་མར་ལྡན་ཟེར་ན་ད་ཉལ་ལྡན་ཟེར་བ་རེད་ཉལ་ལྡན་གྱི་སྟེང་དུ་གནས་པ་ཡིན་དུས་ས་ན་དེ་ལ་འདུག་པ་ཡིན།

ད་དེ་ནས་བཅངས་པ་བྱ་སྟེ། ད་དར་བླ་གོས་ཀྱི་རྣམ་པས་སུ་བླ་གོས་གསོར་གྱི་མ། དར་མ་འཆང་འཆང་བྱེད་ཅེས་རེ་བ། དར་མ་བཅངས་ནས། འཆང་པའི་རྣམ་པས་དར་འཆང་བྱས་ནས་བཅིངས་པའམ། དཔག་གིས་དར་འཆང་བྱ་ཞེས་སྐལ་པ་སྔ་མོ་རྒྱ་གར་གཅིག་སྤྱི་ཡང་ཡོད་ས་རེད། ཅིག། དཔེར་ན་དེང་སང་དེ་འདྲ་བྱེད་ཀྱི་འདུག་བ། རྒྱ་གར་བ་ཅིག་སྐུ་མགྲོན་རེ་དེ་འདྲས་ཡོད་འདུག་བསམ་ན་དེ་ལ་ཡང་ཅིག་ཞྭ་མོ་འདྲ་མེད་རེ་དེ་འདྲས་དང་ཅིག་མགོ་ལ་སྤྲི་ཡང་འདྲ་མེད་རེ་དེ་འདྲས་གཡོགས་ཡོང་གི་འདུག་བ། འོ་ན་དེའི་སོར་ཅིག་གཡོགས་ཨ་མེད་འགྲོ། གང་འདྲ་བྱས་ནས་དེ་འདྲས་པའི་དར་དཔྱང་གི་སོར་དེ་འདྲས་གྱོན། མགོ་ལ་རིས་སྤྲི་རེ་དེ་འདྲས་གྱོན་བྱས་ཨེ་ནི་རྟེན་གང་ལ་བསྡད་ན། འགྲིག་གི་མེད། མི་བྱ། མི་བྱ་ས་དེ་རེད།

ཚང་ར་ལ་ཡག་སོ་སོའི་ཚང་ར་ཟེར་ཡོད་རེད་པ་དེ་ཚང་ར་ལ་ཡག་སྐད་པ་བཞག་སྐད་ལ་ཟེར་དེ་ལ་ལྟ་གོ་བ་ལས་འདའ་ཁ་ཤས་ཡོད་རེད་གཅིག་དེ་ནི་སོ་སོའི་ཚང་ར་ལ་ཡག་ནི་སྐད་ནི་ལག་པ་བཞག་དེ་ལ་སྐད་ལ་ལ་ཡོད་རེད་ཡང་མེད་ན་སོ་སོའི་གི་རྩི་མལ་གི་ལོག་ལ་ཡག་རྩི་མལ་གི་ཟུར་རྩིབ་ལོག་ལ་ཡག་ནི་ལག་པ་དང་དཔུང་པ་བཞག་པ་ཡིན་ད་དཔུང་པ་བཞག་དེ་འདི་འདྲས་བྱས་ན་འགྲིག་གི་འདུག་ད་གཙོ་བོ་དེ་ལག་པ་བཞག་དེ།

རྒྱབ་རྒྱབ་ལག་གཅིག་ནི་དེའི་སྦྱོར་བ། དེ་ལ་སྐད་ལག་ལབ་ནི་འབྲི་གོང་རེད། ད་སྐད་ལག་ཟེར་ཡ་དེ་ལ་དོན་དོན་དག་མི་འདྲ་ཁ་ཤས་ཤིག་འདུག། ད་གང་ལྟར་སྐད་པ་ལ་འདུག་ཟེར་བཞིན་སྐད་གསལ་རྒྱབ་ནི་འདས་པ་ཡིན་ན་འདྲ་ཡང་ན་ལག་པ་རྒྱབ་ལག་གཅིག་ནི་འདས་པ་ཡིན་ན་འདྲ། གང་ལྟར་དེ་ཚོ་ཚང་བར་ལ་ཡང་སྐད་ལག། ཟེར་དུས་ད་དེ་ཚོ་ཚང་མ་དེའི་ནང་དུ་འགྲོ་གི་ཡོད་རེད། དེ་འདྲའི་གསུང་ཡིན་པ་རེད། ཏག་ཏིག་ཚིག་འབྲེལ་སོགས་བཤད། ཏག་ཏིག་དོན་དག་རྡོག་རྡོག་རེད་པོ་དེ་རྗེ་ཙོང་ཁ་དཔེ་གི་འགྲེལ་པའི་ནང་རོལ་ད་ཁོ་དོན་དག་རྡོག་རྡོག་ཅིག་གསུངས་ཡོང་རེད། དེ་ག་རེད་ཟེར་ན། མལ་སྟན་ལ་འདུག་པའོ་བླ་མའི་མདུན་དུ་མི་བྱའོ་ད་ག་འདྲ་བླ་མའི་མདུན་ལ་ཡང་བླ་མའི་གི་གཟིགས་ས་ལ་བྱེད་ཀྱི་ཡོད་མ་རེད་ཟེར་ཡ་དེ་ག་རེད་ཟེར་ན། བླ་མའི་དགེ་འདུན་ལ་ཡ་ནི་པའི་གདན་གང་ལ་ཡ་བསྡད་དེ་ན་འགྲིག་གི་མ་རེད་ཟེར་ཅིག་རེད། ད་དེ་ནས་འགྲོ་བའི་སྐབས་ལ་ཡ་བླ་མ་སྔོན་དུ་བླ་མའི་དགེ་དངུལ་ལ་ཡ་འགྲོ་ཨ་ཡོད་མ་རེད་བླ་མ་མངལ་ཕལ་བར་མ་ཟོས་སོ་སོ་བླ་མའི་མདུན་ལ་འགྲོ་ཨ་ཡོད་མ་རེད། ད་གཙུག་ཏོར་དང། གཙུག་ཏོར། བཅིངས་པ་སེ་ཨ་ཏེ་བླ་མའི་མདུན་དུ་ད་ག་ད་དེ་ཚོ་ཚང་མ་ལ་བླ་མའི་གི་མདུན་ལ་སེ་ཨ་ཏེ་གི་ཚིག་དེ་བྱ་དགོས་རེད། ག་ད་བླ་མའི་མདུན་ལ་ཡང་གཙུག་ཏོར་བཅིངས་ནས་འགྲོ་ཡ་མེད། ང། ད་ནང་བཞིན་གི། གདན་ལ། བསྡད་པའི་སྐབས་ལ་ཡ། བླ་མ་མངལ་ལ་ཡ་གདན་སྟེང་དུ། གདན་ལ་བལྟས་པས་ཀྱང་བླ་མ་མ་བཞུགས་པ་ནས་སོ་སོ་བསྡད་བསྡད་ཡ་དེ་འགྲིག་མ་རེད། ད་ནང་བཞིན་གྱི་བླ་མ་ས་བྲེ་བོ་ལ་གནས་པ་སོ་མར་བས་ད་བླ་མ་ས་རྗེན་པའི་སྒང་ལ་བཞུགས་ཨ་ནི་སོ་སོ་གདན་གང་ལ་བསྡད་བསྡད་ན་འགྲིག་མ་རེད། ད་ནང་བཞིན་གྱི་ཨ་ནི་སྐལ་པ་ལ་ཡང་ལག་པ་བཞག་ནས་ད་སྐད་གསལ་བྱས་ནས་སྐལ་པ་ལ་ལག་པ་གཉིས་བཞག་ཅིང་གྲུ་མོ་སྙུག་སྙུག་བྱས་ནས་བསྡད་ན་བླ་མའི་དྲུང་བསྡད་ན་འགྲིག་མ་རེད་གསུངས་ཡོད་པ་རེད།

བཞུགས་གདན་གང་ལ་མ་བཞུགས་གོང་ལ་ཡང། བླ་མ་མ་བཞུགས་གོང་ནས་སོ་སོ་གདན་ཡར་ཕྱོགས་རོགས། ཨོ་ད་དེ་ཀོ་གུས་ཞེན་མེད་པ་རེད་སྐུ་མ། ད་དེ་ནང་རིང་རྒྱུན་ང་ཚོའི་ལུགས་སྲོལ་ཡོད་རོགས། ཨེ་ན་ད་རང་བཞིན་བླ་མ་ས་བྱན་པའི་གང་བཞུགས། ཨེ་ན་སོ་སོ་གདན་གང་བསྡད་པ་ཡིན་ན་ཨེ་ཡང་དེ་གུས་ཞེན་མེད་པ་ཆགས་འགྲོ་གི་རེད། ཨེ་ན་བླ་མ་ཡི་གེ་ཡོད་པ་བྱས་ཨེ་ན་དེའི་མདུན་དེ་ལ་ཡི་སོ་སོ་སྦེད་ཅིག་ལག་པ་སྐེ་གསལ་བྱས་བསྡད་ཡང་རོགས། ལག་པ་རྒྱབ་ལག་བཅག་བསྡད་ཡང་རོགས་ཞོར་བ་ད་དེ་ཀོ་གུས་ཞེན་མེད་པ་རེད་ཅེས་ང་རྒྱལ་ཆེན་པོ་རོགས་ཞུས་པའི་རྣམ་པ་རོགས་ཞུས་ཐོན་འགྲོ་གི་ཡོད་ཙང་ཨོ་ད་དེ་ཚོ་བྱས་ཡོད་མ་རེད་གསུངས་ཡོད་པ་རེད། ལ་སོགས་ད་འདིར་མ་མོ་དུས་ཞུ་ཡ་ཡིན་ད། ད་མུ་ཐུད་ནས་ད་མཐོང་བའི་ངེས་འགོག་གི་བསླབ་བྱ་ད་ཤོར་ཀ་གཉིས་པ་དེ། བླ་མ་དང་ནི་ལངས་པ་ན་ཉལ་དང་འདུག་པར་མི་བྱའོ་རྟག་ཏུ་དེ་ཡི་བྱ་བ་ལ་གདངས་ཀས་ཕུན་སུམ་ཚོགས་པར་བྱ་གསུངས་ཡོད་པ་རེད།

འདུག་པར་མི་བྱ་བསལ་བ་དེ་གིས་ད་བཟླས། དེ་འདྲ་བྱས་ནས་འདུག་པར་མི་བྱ་བསལ་བ་དེ་སྡོད་པར་མི་བྱ་བསལ་བ་དེ་གནས་པར་མི་བྱ་བསལ་བ་དེ་དོན་དག་རེ་དོགས། དེ་ནས། ལངས་པ་ན་བསལ་བ་དེ། བླ་མ། ཡ་ཞང་ནས་བཞུགས་བསྡད་པའི་སྐབས་ལ་ཡ། བླ་མ་ཡ་གྱེན་དུ་བསྒྲིགས་ནས་ཞང་ནས་བཞུགས་བསྡད་པའི་སྐབས་ལ་བསལ་བ་རེ་བྱ། བླ་མ། དེ་ནས། ད། ཁྱེད། སྡང། ཟེར་ཏེ་མཁས་པ་ནི་ངེས་པ་ཡིན། ད་རྟག་ཏུ་ཟེར་ཏེ། དུས་ཐམས་ཅད་དུ། བླ་མའི་བྱ་བ། བྱ་བ་ཐམས་ཅད་ལས་ཡལ་བར་དགའ་ཞིང་སྤྲོ་བཞིན་དུ། སོ་སོའི་ནུས་པ་དང་བསྟུན་པའི་སྒོ་ནས། སྡང་བ་ཕུན་སུམ་ཚོགས་པར་བྱས་ཀོ་རེ་ཟེར་ཏེ། ལ་དོ་ད་སྡང་ང་སྡང་ཟེར་ཏེ། ད་དེ།

ཡིན་ན་རྗེ་ཙོང་ཁ་ཆེན་མོས་གཟིགས་འདུག་ག་དེའི་ནང་ལོགས་ལ་ག་རེ་གསུངས་འདུག་ཟེར་ན་བླ་མ་དག་ནི་བཞུགས་ཤིང་ན་ཉལ་དང་འདུག་པར་མི་བྱའོ་ཞེས་བྱས་དུ་བསྒྱུར་ཡོད་རེད་ད་འདི་ག་རེ་ག་རེ་གོ་ཡོད་རེད་ཟེར་ན་བླ་མ་བཞེངས་པའི་ཚད་ལ་ཡང་སློབ་མ་ཉལ་ནས་བསྡད་ཡ་ཡོད་མ་རེད། ཨ་ནི།

མ་གཏོགས་དཔེ་ལྟའི་བླ་མ་ག་འདྲའི་ཕན་ནང་མ་ཡོད་ན་ཀོ་གུ་ཀྱོག་ཙག་ནང་མ་སྐྱེས་པ་ཅིག་ཕི་གེ་པེ་རོགས་འདྲ་བྱེད་ཅེས་ངས་བྱས་ན་འགྲིག་མ་རེད། ཁོ་བླ་མ་དེ་དགོས་ཡ་རེད་བྱུང་སོང་ལམ་སང་ཅིག་མི་དེ་ཀོ་ཅིག་ག་རེ་བྱས་ན་མིག་སྣོམ་པོ་རུ་ཅིག་སྒུག་འདུག་བ་མིག་སྣོམ་པོ་རུ་ཅིག་དཔེ་ན་ཅིག་འདུག་སུ་ཅིག་ཕྱག་འདྲ་ཅིག་ཟས་པ་ཡིན་ན་ལམ་སང་དེ་ཅིག་ཕྱག་ཕུལ་དགོས་ཡོད་པ་དེ་ཚོ་ཧ་གོ་ཡ་རེད་བྱུང་མི་ག་ཤེད་དེ་ཧ་སྒུག་འདུག་བ། གཅིག་བླ་མའི་ཕྱག་རེ་གསན་ཡོང་ན་གཅིག་ལམ་སང་དེ་གར་སྒུག་ཡོད་པ་དེ་ཧ་གོ་འདུག་ད་མི་འགའ་ཤས་ལ་ད་སྔོན་ར་ལུག་ལ་རྡོ་གཞུས་བཞེས་པ་ན་གང་གང་དགོས་ཀྱི་བཟོས་ཀྱི་ཡོད་མ་ད་ད་གཅིག་བླ་མས་མ་གསུངས་པ་ཡིན་ན་ཡང་ད་གཅིག་ཁྱི་ཞོ་ལ་ཡིན་ན་ག་ག་རེ་ཡིན་ག་རེ་མིན་གོ་ས་ག་ག་རེ་གསུངས་སོང་གོ་ས་ཡ་རབས་ཇོར་བ་དེ་འདྲས་བྱས་བྱས་པས་གོ་ཡ་ཚོ་ཡ་མེད་ཀ་དེ་འདྲས་མི་ག་མི་དེ་འདྲས་ཡོར་བ་གདང་ཁས་ཕུན་སུམ་ཚོགས་པ་ས་ཡ་དེ་ཀ་འདྲ་འགྱུ་བ་ཡང་བ་མི་དེ་སྐོར་ག་རེ་ཡིན་ན་གཅིག་འགྲོགས་ཆོག་ཆོག་སྡོད་ཆོག་ཆོག་རབས་ཇོར་བ་འོ་དེ་དེ་གོ་བ་རེད། དེ་དགོངས་རེད་གསུངས་རེད། གང་ལྟར་ཉེས་བ་མི་བྱེད་ཟེར་ཡག་འདི་གས་དེ་དེར་མཚོན་གི་ཡོད་པ་འདྲ། གར་སོས་ཅིག་ཕེ་ཁེ་ཅིག་རོགས་འདྲ་བྱེད་པའི་ཞེ་དྲག་འགུལ་ཡོད་ཀྱང་མེད་དེ་ངས་མངལ་ནས་དེ་དེ་འགེལ་འབྱོར་བ་འོ་དེ་ཇི་ཡང་ཡོད་མ་རེད་ད། འགྲོ་ཆོག་ཆོག་སྡོད་ཆོག་ཆོག་ཅིག་ག་དུས་ཡིན་ན་བཏང་ཆོག་ཆོག་འགྲོ་བ་ཅིག་དགོས་རེད། ད་རྒྱ་འདྲེའི་གཞི་བཞག་བྱས་པ་ཡིན་ན་འདི་ཡན་ཆད་ཀྱི་ལུས་ཀྱི་སྡོམ་པ་བསྟན་པ་ཡིན། རྒྱ་འདྲེའི་སྣང་ལོག་ལ་ལུས་ཀྱི་སྡོམ་པ་བསྟན་པ་གཅིག་དང་ངག་གི་སྡོམ་པ་བསྟན་པ་གཅིག་དང་ལུས་ངག་གཉིས་ཀའི་སྡོམ་པ་བསྟན་པ་གཅིག་རྣམ་པ་གསུམ་གསུངས་འདུག་བ། འདི་ཡན་ཆོད་ཀྱི་ཨེ་ནི་ལུས་ཀྱི་སྡོམ་པ་བསྟན་པ་ཡིན་གསུངས་བཞག། རྒྱ་འདྲེའི་གཞི་བཞག་བྱས་པ་ཡིན་ན། ལགས་སོ། ད་དེ་ནས་མ་བྱས་དུས་ས་ནས། ཤོག་ལྷག་གསུམ་པ་དེར་དང། མཐོང་བའི་ཉེ་འཁོར་གྱི་བསླབ་བྱ། མཐོང་བའི་ཉེ་འཁོར་གྱི་བསླབ་བྱ་དེ་དག་དེ་རྗེ་ཙོང་ཁ་པའི་མཆིམས་ཕུའི་གིས་ད། གསར་བརྗེ་གཞི་བཞག་བྱས་པ་ཡིན་ན། ཨ་ནི་ཐོག་ཉིས་སྐོར་གྱི་བསླབ་བྱ་སེང་ལྡེང་བྱ་དེ་སྐོར་བ་དེ་གི་ཤོ་ལོ་ཀ་གསུམ་པ་དེ་བྱ་དེ་སྐོར་དང། ཕྱི་མ་ལ་སོགས་འདོར་བ་དང་བསྟན་ལ་རྐང་མཆོག་སྐྱོང་བ་ནས་ཕྱག་དང་རྩོད་པ་སྨྲ་བ་དང་བླ་མའི་མདུན་དུ་མི་བཞག་བ། ད་དེ་རྒྱ་འགྲེལ་གྱི་དགོངས་པ་དེ་ག་རེད་དུ་ཟེར་ན། ཕྱི་མ་ལ་སོགས་པའི་གི་ཨ་ནི་ངག་གི་སྡོམ་པ་དང་སྦྱར་ཡིན། ད་དེ་ཕྱི་མ་ལ་སོགས་པ་དང་གཙོ་བོ་ཁ་དང། དེ་འདི་དང་འབྲེལ་པ་ཡོད་པ་ཡིན་ཙང་དེ་ངག་གི་ཁུངས་སུ་བསྡུས་བཞག་མེད་འགྲོ། བྱས་ནས་ཨ་ནི་ཕྱི་མ་ལ་སོགས་པ་ཟེར་བ་དེ་གི་སོགས་འབྲེལ་གི་ཁུངས་སུ་གར་བསྡུས་ཡོད་རེད་ཟེར་ན་དཔེར་ན་ལུས་པ་ལུས་ཡག་དང་དེ་འདྲས་མང་པོ་ཞོར་བ་དཔེར་ན་ཅིག། སྣབས། སྣབས་ལུག་དང་སྣབས་རྒས་དང་དཀར་ཕྱོགས་ཅན་དྲི་མ་ཡིན་ནའང་འདྲ། དག་ན་ཤིང་གི་ནི་ཁ་ཡི་ལུད་པ་ལུས་ཡག་ཡིན་ནའང་འདྲ། སྲོག་དང་ལྕེའི་དྲི་མ་ལ་སོགས་པ་དེ་ཚོ་ཚང་མ་དེའི་ནང་འདུས་ཀྱི་ཡོད། དང་གོ་ན་དེ་ཚོ་ཚང་མ་ལོ་དོན་དག་མེད་ས་ལ་ཡང་གཡུག་ཡ་མེད། ང་ཚོ་བོད་ལ་ཡང་བསྐལ་པ་སྔ་མོ་ད་མ་གཞི་ཕྱོགས་གཅིག་ནས་ད་གོ་གོ་རུ་བོད་དེ་ས་ཆ་གཙང་མ་རུ་བྱས། རུ་བ། དག་ན་ཤིང་ས་ཆ་རྒྱ་ཆེན་པོ་རུ་བྱས།

ད་ལྟའི་བོད་ལ་ཀྱང་ཕྱོགས་གཞན་ན་ས་ཆ་རྒྱ་ཆེན་པོ་རེད་མི་མང་པོ་ཞིག་ད་ཡོད་མ་རེད། ཀོ་དུས་བྱེད་ཀྱི་བར་གཡུག་བཞག་ན་གཅིག་བྱས་ན་ད་ཀོ་ཞི་དྲག་སྐྱོན་ཡོད་ཀྱི་མ་རེད་པ། ད་ཡིན་ན་དེང་སང་སྤྱི་ཚོགས་ནང་ལ་དེ་ཡག་པོ་ཟེར་མཁན་མི་འདུག་བ་གྲོང་ཁྱེར་ནང་ལ་དེ་འདྲ་བྱས་ན་ཡག་པོ་ཟེར་མཁན་མི་འདུག་བ་དེ་ཚོགས་པོ་ཞིབ་གཏོང་དགོས་བ། མནབ་གང་བྱུང་མ་རེད་བླུག་བཞག་དེ་ལུས་པ་དེ་ཚོ་གང་བྱུང་ཨག་ཐིག་ཡོད་པའི་གང་བྱུང་མ་བྱུང་གཏོར་བཞག་དེ་ལུགས་སྲོལ་ཅོག་རེད་དེ་ཡག་པོ་ཟེར་མཁན་མི་འདུག་བ། དེ་རེད། དེ་ག་མཇུག་མ་མཇུག་ཡོད་ཡ་མེད། ལྷག་པར་དུ་བླ་མའི་དགེ་འདུན་དུ་བ་བཞུགས་སའི་ཁྲི་དུ་བ་ཡོད་ཡ་མེད། ད་དེ་ནས་རྐང་མགྱོགས་སྐྱོང་ཟེར་ཡ་དེ་ད་སྐྱོང་དེ་ས་སྐྱོང་མ་རེད་ར་ཀ་ར་ཀ་དེ་སྐྱ་ནོ་སྐྱོང་ང་སྐྱོང་རེད། འདི་སོ་སོས་རྒྱག་འོ་མེད་འགྲོ།

ལགས་སོ། ད་དེ། རྗེ་ཙོང་ཁ་པ་ཆེན་པོས་འགྲེལ་པ་བཞི་བཞག་བྱས་པ་ཡིན་ན་ད་དེའི་ནང་གར་སོང་ཟེར་ན། ད་ཕྱི་མ་ལ་སོགས་པའི་སོག་འབྲས་གང་བསྡུས་པ་ཡིན་ན་སྣབས་དང་ལུད་པ་ལ་སོགས་པ་འདོར་བ་དེ་ཚོ་བྱེད་རྒྱུ་ཡོད་མ་རེད། ཨ་ནི། གདན་ལ་འཁོད་པའི་སྐབས་ལ་རྐང་པ་བརྐྱངས་ནས་གདན་ཨ་རབ་དང། དག་ན་ཤིང་གི་ཨ་ནི་ཕན་ཚུན་དུ་ཕྱག་བ་ཟེར་བ་དེ། ད་དོན་དག་མེད་ས་ལ་ཕར་བཙོན་ཕར་འགྲོ་བཙོན་འགྲོ་བྱས་དལ་འབྱོར་པ་ཨོ་དེ་སྲིད་ཡོང་རེད་རྩོད་པ་མེད་པ་ས་དེ་ཁ་དོམ་རྒྱས་པ་བླ་མའི་སྐུ་མདུན་ལ་ཡང་ད་ཅིག་ཅིག་རྩོད་པ་རྒྱག་རེད་པ་ཁ་རྩོད་ཁ་རྩོད་རྒྱག་དེ་འདྲ་ཡོད་རེད་པ་ཁ་རྩོད་རྒྱག་དེ་འདྲ་དེ་ཚོ་བྱེད་རྒྱུ་མེད། བླ་མའི་སྐུ་མདུན་ལ་དེ་ཚོ་བྱེད་རྒྱུ་ཡོད་མ་རེད་དེ་བྱས་པ་ཡིན་ན་ཨ་ནི་དགའ་ཞོར་ད་གུས་ཞབས་མེད་པ་ཆགས་འགྲོ་གི་རེད། ད་ཁོ་གསལ་བོར་འདུག་ད་ག་ནས་ཆེ། ཁ་ལུས་སྣ་ལུས་འདི་ཚོ་ཨ་ནི་བླ་མའི་སྐུ་མདུན་ལ་གཡུག་ཡ་ཡོད་མ་རེད། ཨ་ནི་བླ་མའི་སྐུ་མདུན་འདས་པའི་སྐབས་ལ་ཡ་བདེན་གང་འདས་པའི་སྐབས་རྐང་པ་བརྐྱངས་འདས་ཡ་སྦྱོར་བ་དེ་ཁོ་ར་གུས་ཞབས་མེད་པ་འདྲ་བ་ཆིག་བག་མེད་པ་འདྲ་བ་ཆ་འགྲོ་བོར་བ་དེ་འདས་ཡ་ཡོད་མ་རེད། ཨ་ནི་ཕན་ཚུན་དུ་ཆགས་པར་དོན་དག་མེད་ཟེར་བླ་མའི་སྐུ་མདུན་ལ་ཕར་འགྲོ་ཚུར་འགྲོ་བྱས་བསྡད་འབྱོར་བ་འོ་ད་དེ་ཡག་པོ་ཡོད་པ་མ་རེད་ཟེར། ཨ་ནི་དེ་ཅིག་མི་མཐུན་པའི་སྐད་ཆ་ཅིག་ག་རེ་བརྗོད་ཁ་སྟོབས་རྒྱས་པ་དང་ཁ་རྩོད་རྒྱག་འོ་དེ་ཚོ་དེ་འདྲ་བྱེད་ཀྱི་ཡོད་མ་རེད་གསུངས་ཡོད་པ་རེད། ལགས་སོ། ད་དེ་ནས་མུ་མཐུད་ནས་ཞུགས་ཡིན་ད། ད་དེ་ཤོ་ལོ་ཀ་བཞི་པ་དུ་མར་པའི། མཐོང་ཡི་ངེས་འོག་གི་བསླབ་བྱ་ཤོ་ལོ་ཀ་བཞི་པ་དུར་བ། ད་ཤོ་ལོ་ཀ་བཞི་པ་དེའི་ནང་ལོགས་ལ་ཡང་ཡང་གཅིག་ཡོག་རེད། ཤོ་ལོ་ཀ་བཞི་པ་དེ་ང་ཚོའི་གི་དུམ་བུ་གཉིས་ལ་བཏང་དགོས་ཡག་རེད་བཞི་ཡོག་རེད། ག་རེད་ས་ན། རྗེ་ཙོང་ཁ་པའི་ཚིམ་པའི་ས་བཅད་ལས་འཆད་པ་ཡིན་ན། ཡན་ལག་སྙེད་དང་གར་དང་དང་གླུ་དང་རོལ་མོ་མི་བྱ་ཞིང་ཡིན་ཟེར་དེ་ཀྱིས་དེ་ཡན་ཆོད་ཀྱི་ནི་མཐོང་བའི་ཉེ་འཁོར་གྱི་བསླབ་བྱ་བསྟན་པ་ཡིན། གཏམ་གྱི་སྦྱོར་བ་མང་པོ་ནི་ཐོས་པའི་ཉེ་འཁོར་དུ་མི་བྱ་ཟེར་དེ་ཀྱིས་མན་ཆོད་ཀྱི་ནི་ཐོས་པའི་ཉེ་འཁོར་གྱི་བསླབ་བྱ་བསྟན་པ་ཡིན་གསུང་ངོ། མི་ང་དག་འདི་ན་རེ་འདི་དབྱེ་བ་རེ་འཆད་པ་ཡིན་ན་ཡང་ཀོ་ཐི་ཅིག་ཤོ་ལོ་ཀ་དེ་དུམ་བུ་དུམ་བུ་བཏང་དགོས་ཡ་རེད་ཞེས་འདུག་ག། དེ་བོད་ཡིག་སྤྱི་བོ་ཡིན་ལ་འགྲིག་གི་འདུག་ད་ཡང་རྒྱ་ཡིག་དང་དེ་དེ Sanskrit དང་དེ་ཨིན་ཇི་དང་ཚང་མ་ལ་དུམ་བུ་བཏང་དགོས་འདུག་ས་དཀའ་ལས་རེད་ཞེས་འདུག་ག་བྱས་ཙང་ངས་དེ་མཉམ་དུ་བཞག་གི་མ་གཏོགས་ཅིག་རྗེ་བཙོང་པ་ཆེན་པོས་གསར་བརྗེ་གཞི་བཞག་བྱས་པ་ཡིན་ན། ཤོ་ལོ་ཀ་གཅིག་དེ་དུམ་བུ་གཉིས་ལ་བཏང་ཅིག་ཚིག་རྐང་དང་པོ་དེ་གཉིས་ཨེ་ནི་མཐོང་བའི་ཉེ་འཁོར་གྱི་བསླབ་བྱ་བྱས་ཚིག་རྐང་ཕྱི་མ་གཉིས་པོ་དེ་ཨེ་ནི་ཐོས་པའི་ཉེ་འཁོར་གྱི་བསླབ་བྱ་ཡིན་གསུངས་བཞག་ད་དེ་གཞི་བཞག་བྱས་ནས་ཞུས་པ་ཡིན་ན། ཡན་ལག་རྙེད་དང་གར་དང་དང་ཟེར་བ་དེ་གི། ད་དེ་ག་རེར་བྱེད་ན་ག་ཡན་ལག་དམྱལ་བ་དང་དེ་ཟ་དེ་ཕན་ཚུན་འཕྲད་པ་ལུས་ངག་གི་སྡོམ་པ། ད་དེ་ཡང་གོ་བ་དེ་ཅིག་ཡང་རྒྱ་གཞུང་རྒྱ་འགྲེལ་ནང་གོ་བ་དེ་ཅིག་ཁྱེད་ཚང་ཞིག་དང་ངས་རྒྱ་ཆ་བརྒྱ་ཐམ་པ་ཅིག་ཡག་པོ་ཅིག་མགོ་ཚོས་མ་སོང། གང་ལྟར་བྱས་ནས་ཨ་ནེ། དེ། བསྔགས་པ་བྱོས་ཡག་ཟ་མར་བས། དེ་གར་ཟ། ཡན་ལག་ཟག་སྟེ། ལ་གོ་བ་གོ་བ་བརྒྱག་སྟངས་རུ་བཞི་གཉིས་ཡོད་པ་འདྲ་གཅིག་དེ་ལ་ཕན་ཚུན་ཟེར་ཡ་ཕན་ཚུན་མི་གཅིག་ཕན་ཚུན་གཅིག་གི་གཅིག་ལ། ཨ་ནེ་གཅིག་གིས་དག་ན་ཤིང་གི། དམྱལ་བ་ཟེར་ཡ་དེ་ག་ར། སམ་ག་ཡ་སམ་སམ་ག་ཡ་ནམ་མ་ཟེར་ཡ་དེ་གི་སྔགས་པ་བརྗོད་པ་ལས་གོ་བ་ཡོད་པ་འདྲ། ཨ་ནེ་དག་ན་ཤིང་གི་ཨ་ནོ་ཡ་ནམ་ན་ཡམ་ཟེར་ཡ་དེ་གི་ཨ་ནེ་ཕན་ཚུན་གཅིག་གི་གཅིག་ལ་ཟེར་ཡ་རུ་བཞི།

འགྱིག་པ་དང་འཇིགས་སུ་རུང་བ་ལ་སོགས་པ་དེ་འདྲས་ཀྱི་བའི། ཅིག་གར་གྱི་ཉམས་དུ་དགུ་དང་ལྡན་པའི་སྒོ་ནས་ནི། དེ་འདྲས་ཀྱི་བའི་གར་དང་མདོར་ན་གར་ཕྲལ་བ། གྲོགས་ཕྲལ་བ་ལ་སོགས་པ་དང་དེ་སུ་བྱ་དེ་ཡོད་པ་རེད། ད་དེ་གི་དགོངས་པ་དེ་རྗེ་ཙོང་ཁ་པ་ཆེན་པོའི་འགྲེལ་པ་གཞི་བཞག་བྱས་པ་ཡིན་ན་ཨ་ནི་ག་རེ་གསུངས་ཡོད་ས་ན་འདི་ན་ནི་ཡན་ལག་དམྱལ་བ་སེལ་བ་དེ་ཨ་ནི་ལག་པ་ལ་སོགས་པ་དམྱལ་བ་དང་ཨ་ནི་དང་ནི་བཞིན་གར་དང་གླུ་དང་ཡང་དང་ཨ་ནི་རོལ་མོ་དུང་ཡང་ལ་སོགས་པ་དེ་འདི་བྱས་ཡོད་མ་རེད་ད་ཡང་དམིགས་བསལ་དེ་ནི་གཅིག་ཚོང་འཁོར་བཏང་པའི་སྐབས་ལ་ཡང། ཚོང་འཁོར་གྱི་སྐབས་ལ་གཅིག་གླུ་ལེན་དགོས་ཡག་འགྲོ་པོ་དང། ད་ནི་བཞིན་གྱིས་གཅིག་རོལ་མོ་བརྡུང་དགོས་ཡག་འགྲོ་པོ་དང་དེ་འདྲའི་ཡོང་རེ་བ་འོ་ད་དེ་ཚོ་དམིགས་བསལ་ཡིན། མ་གཏོགས་གཅིག་བླ་མའི་སྣང་བ་མེད་པ་རེ་བ། བླ་མའི་གི་སྣང་བ་མེད་པ་བླ་མའི་གི་བཀའ་མེད་པ་ལ་ཡང་ད་ག་ཟེ་གཅིག་བླ་མའི་སྐུ་མདུན་ལ་ཡང་གཅིག་དེ་འདྲའི་འདྲ་མི་རེ་གཅིག་ག་རེ་བ་གཅིག་གླུ་དང་གར་ལ་སོགས་པ་རོལ་མོ་ལ་སོགས་པ་བཏང་སྟེ་དགོས་པ་དམིགས་བསལ་མེད་པ་ཆེད་བླ་མའི་གནང་བ་མེད་པ་ཆེད་འདི་འདྲའི་ཡིན་པས་ན་འདི་འདྲའི་ཆེད་འགྲོ་གི་མ་རེད་གསུངས་ཡོད་པ་རེད། ལགས་སོ། ད་དེ་ནས། གཏམ་གྱི་སྦྱོར་བ་མང་པོ་ནི་ཐོས་པའི་ཉེ་འཁོར་དུ་མི་བྱ་ས་རེད་ད་དེ་གི་དེ་ནས་མ། རྗེ་ཙོང་ཁ་པ་ཆེན་པོས་གི་ད་ལྟ་དང་གི་དེ་དུམ་བུ་གཉིས་ལ་བཏང་པའི་དབང་དུ་བཏང་པ་ཡིན་ན། དང་པོ་གཉིས་ནི་བཏང་བ་དང་བཏང་བ་ཡིན་ན་དེའི་ཚིག་རྐང་གཉིས་པ་དེའི་སྔ་ནས་གཏམ་གྱི་སྦྱོར་བ་མང་པོ་རྣམས་ཚིག་རྐང་ཐ་མ་གཉིས་པོ་དེ་གཏམ་གྱི་སྦྱོར་བ་མང་པོ་དང་ཐོས་པའི་ཉེ་འཁོར་དུ་ཇི་ཡང་ཡོད་མ་རེད་ཟེར་བརྡར་བ། གཏམ་གྱི་སྦྱོར་བ་ཟེར་དེ་ནི་ད་ལྟ་རྒྱ་འགྲེལ་བཞི་ཆ་བྱས་པ་ཡིན་ན་གཏམ་གྱི་སྦྱོར་བ་ཟེར་དེ་འདི་རིགས་ཀྱི་གཏམ། འདི་རིགས་ཀྱི་གཏམ་ཟེར་དེ་པ་ཅིག་དེ་ནི་རེ་ཞིག་མན་གྲོགས་དག་ཅིག་ཅིག་ཕྱོགས་ཞེན་གྱི་སྐད་ཆ་སྒྲུབ་བྱེད་སྐྱོར་བ། ད་དེང་དཔེར་ན་དེང་སང་བོད་པའི་ནང་ལ་བར་ཅིག། ད་ལྟ་ཆོལ་ཁ་གསུམ་གྱི་སྐད་ཆ་བྱེད་བར་བ་དེའི་སོར་བཅད་བྱས། ཁམས་པས་འདི་འདྲའི་ལབ་གི་འདུག། ཁམས་པས་འདི་འདྲའི་ལབ་གི་འདུག་ཨ་མདོས་འདི་འདྲའི་ལབ་གི་འདུག་དབུས་གཙང་གི་འདི་འདྲའི་ལབ་གི་འདུག་སེ་ཨ་ཅེ་སྐད་ཆ་བྱེད་བར་བ་དང་དེ་འདྲས་ཀྱི་སོར་དེ་འདྲའི་ཆགས་སྡང་གི་གཏམ། ཕྱོགས་རིས་ཆགས་སྡང་གི་གཏམ་འདི་རིགས་ཀྱི་གཏམ། ད་ནས་བཞིན་གྱི་ད་ཅིག་ཆོས་བརྒྱུད་ལ་ཞེན་ཁོག་ཡོང་མཁན་རིགས་ཅན་དག་ཅིག་བཀའ་བརྒྱུད་ཀྱི་འདི་འདྲའི་ལ་མགོ་འདོགས་དགེ་ལུགས་ཀྱི་འདི་འདྲའི་ལ་མགོ་འདོགས་ས་སྐྱའི་འདི་འདྲའི་ལ་མགོ་འདོགས་ཅེས་ཀྱི་ཁོས་ཁུ་དེ་དག་ནང་བཞིན་གྱི་རྙིང་མས་འདི་འདྲ་བྱེད་ཀྱི་འདུག་ཟེར་མཁན་སོགས་རེ་ཅིག་དེ་འདྲ་བཤད་དེ་ཨ་འོ་དེ་ཚོ་བླ་མའི་སྐུ་མདུན་བྱས་ཡོད་མ་རེད། བླ་མའི་གི་གསན་ས་ལ་ཐོད་པའི་ཉེ་འཁོར་ཟེར་ཡང་དེ་བླ་མའི་གི་གསན་ས་ལ་ཡང་དེ་འདྲ་བྱས་ཡོད་མ་རེད། ལགས་སོ། ད་དེ་ནས་ཡང། རྗེ་ཙོང་ཁ་པ་ཆེན་པོའི་འགྲེལ་པ་དང་བྱས་པ་ཡིན་ན་གཏམ་གྱི་སྦྱོར་བ་མང་པོ་ཟེར་བ་དེ་བྲེ་མོའི་གཏམ་བྱས་ཡོད་མ་རེད། དོན་དག་མེད་པའི་སྐད་ཅིག་འདྲ་མིན་བཤད་བསྡད་ཤོར་བ། བྲེ་མོའི་གཏམ། འཇིག་རྟེན་པའི་གཏམ། ཅེས། ད་ཅིག་ཆོ་མེད་པར་གྲུབ་པ་དང་ཅིག་དོན་དམ་མེད་པར་གྲུབ་པ་དང་ཅིག་དེ་འདྲེས་པའི་གོ་ཚད་ཐོས་ཚད་ལྷམ་ཅིག་ཤེས་བདེ་ཡང་སྦྱོར་བ་འོ་ད་ཅིག་ཡག་ཡོད་མ་རེད། འདི་གསུངས་ཡིན་པ་རེད། ད་དེ་ནས་རྗེ་ཙོང་ཁ་པས་ཆེན་པོའི་གི་ཟབ་ཆས་གཞི་བཞག་བྱས་པ་ཡིན་ན་ནི་རིགས་པའི་ཀུན་སྤྱོད་བསྟན་པ་ཟེར་དེ་ལ་ཐུག་ཡོད་པ་རེད། རིགས་པའི་ཀུན་སྤྱོད་བསྟན་པ་སྲ་དེ་གར་སི་གོར་སི་ན་ནི། ད་དང་གི་དེ་བྱས་མ་ཆོག་པ་དེ་ཚོའི་གི་སྐོར་དེ་བཤད་དེ་གོར་པ་ད་དེ་བྱས་ཆོག་པའི་སྐོར་དེ་བཤད་དེ་གོར་ད་བྱས་ཆོག་པའི་སྐོར་དེ། བྱས་འོས་པའམ་བྱས་ཆོག་པའི་སྐོར་དེ་དེ་ག་རེ་ཟ་ན་ཨ་ནི་བཏུས་ཏེ་དེ་གཏན་ནས་ལྡང་བ་ད་གུས་པ་ཡིན་ནས་འདུག་པར་བྱ། ཚིག་མཇུག་འཇིགས་བྱེད་ལམ་དུ་ནི་གོ་བ་ཐོབ་ན་འདུས་འགྲོ་བྱ་སྲིད།

ཉེན་ཁ་ཡོད་པ་དེ་འདྲའི་གི་ལང་ཀ་ཡིན་པ་ཡིན་ན། ཨེ་ནི། དགོ་བ་ཐོབ་ན་འདུལ་འགྲོ་བྱ། བླ་མ་ལ་ཡང་གསོལ་བ་བཏབ་བྱས་ད། པེ་ན་ཚེ་ནག་མོ་ལ་ཡང་ཁོ་ར་ལང་ཀ་དེ་གསལ་པོ་མཐོང་གི་མེད་པ་ཞིག་དང་ན་ཤི་ཏོ་ཅིག་ཆུ་ལ་སོགས་པ་ཡོད་པ་དེ་འདྲའི་གི་ཉེན་ཁ་ཚ་བོ་ཡོད་སའི་ས་ཆ་དེ་འདྲའི་ལ་ཡིན་པ་ཡིན་ན་ནམ་རྒྱུན་ཡིན་ན་བླ་མའི་མདུན་ལ་སློབ་མ་དེ་འགྲོ་ཆོག་གི་ཡོང་མར་དེ་ཡིན་ནས་དེ་འདྲའི་གི་དགོས་པ་དམིགས་བསལ་བྱུང་པ་ཡིན་ན་ཨ་ན་བླ་མ་ལ་བས་ཞུས་བྱས་ནས་ཨེ་ནི་སོ་སོ་མདུན་ལ་འགྲོ་ན་འགྲིག་རེད་ས་ཆ་དེ་རེད།

གུས་པས་ཀྱི་སྤྱོད་ལམ་གྱི་ཐོག་ནས་དང། གུས་པ་དང་བཅས་ནས་མ། བདེ་ཡག་དང་ཡར་ལངས་ཡག་དང་འདི་འདྲ་བྱེད་དགོས་རེད། དག་སྣང་ཤིང་གི་ཚལ་ནག་མོ་དང་དག་སྣང་ཤིང་གི་ཕྱུགས་རྒྱལ་ཡག་ལ་སོགས་པ་དེ་འདྲས་ཀྱི་ཉེན་ཁ་དང་འཇིགས་པ་ཡོད་པའི་ཀྱི་ལང་ཀ་ལ་ཡག་ནི། ད། བླ་མ་ལ་ཡག་པའི་དགོངས་པ་ཞུས་བྱས་ནས་སོ་སོ་ངན་ལ་ཡག་ཅིག། ཚེ་ནག་མོར་ལང་ཀ་གསལ་པོ་མེད་པ་ཡིན་ན་མངལ་ལ་ཡང་བརྟག་དཔྱད་བྱེད་ཁར་འགྲོ་ཡག་དང་སྦྲགས་ན་ཆུ་ཆུ་ལ་སོགས་པ་དེ་འདྲས་ཀྱི་ཡང་འཇིགས་པ་ཡོད་བས་ཀྱི་ལང་ཀ་ཡིན་པ་ཡིན་ན་མངལ་ལ་ཡང་སོ་སོའི་ཀྱི་ཆུ་དེ་རབ། ད་ངོ་མ་བོད་ལ་ཡིན་ན་ཆུ་ཀྱི་རབ་ཟེར་ཏེ་རྟགས་ཡོད་རེད་པ་ད་དེ་དེང་སང་དེང་སང་ཆུ་ཀྱི་རབ་ཟེར་ན་མི་མང་ཆེ་གོ་དབུ་མར་པ་འོ་ད་དེ་འདྲས་བྱས་བྱས་ག་ད་ངས་བརྟག་དཔྱད་བྱས་ནས་འགྲོ་དགོས་ཡ་རབས་དེ་འདྲ་བྱུང་བ་ཡིན་ན་བླ་མ་ལ་ཡང་གནང་བ་ཞུ་ཞིག་འགྲོ་འགྲོ་ཡས་མིན་ན་ཉེས་པ་ཡོད་མ་རེད་གསུངས་ཡོད་པ་རེད། ད་དེ་ནས་ཡང་མུ་མཐུད་ཞུ་ཡ་ཡིན་ད། ད་གསུམ་པ་མི་རིགས་པའི་སྤྱོད་ལམ་བཀག་པ་གཞན་བསྟན་པ་ཟེར་བ་དེ་རེད་ད། ད་གིས་གོང་དུ་ད། བྱས་མི་ཆོག་པའང་བྱས་མི་རུང་པའི་སྤྱོད་ལམ་མང་པོ་གསུངས་པ་རེད་ད་དུང་ད་དེའི་ནང་ལ་མ་འདུས་པའི་གི་ཡང་མི་རིགས་པའི་སྤྱོད་ལམ་གཞན་དག་གར་གར་ཡོད་པ་དེ་ཚོ་བསྟན་གི་ཡིན་གསུངས་ཡོད་པ་རེད། དེ་ཡང་སློབ་དཔོན་གྱིས་དང་མདུན་དུ་ནི་བློ་དང་ལྡན་པའི་ལུས་བཅུ་དང་ཀ་བ་ལ་སོགས་བསྟན་མི་བྱ་སོར་མོའི་ཚིག་ནི་བགྲང་མི་བྱ་ཟེར་བ་རེད། ད་དེ་ག་རེ་ཟེར་བ་རེད་ཟེར་ན། ད་བློ་དང་ལྡན་པའི། སློབ་མ་བློ་གྲོས་དང་ལྡན་པ་དེ་ཚོས་ཀྱི་ལུས། ལུས་བཅུ་བ་དང། ཨ་ནི་ཀ་བ་ལ་བརྟེན་པ་སེ། ཀ་བ་ཀ་བ་ལ་བརྟེན་པ་སེ་ནི་ཀ་བ་ལ་གཉིས་ནི་བརྡའི་སྦྱོར་བ་དེ་དང། ཀ་བ་དེ་ཀྱི་མཚོན་པ་ཙམ་ཡིན། ཀ་བ་གཅིག་པུ་མ་ཡིན་རྩིག་པ་ལ་པའི་མངལ་ནས་བརྡའི་ནང་འདྲ། ཨ་ནི་མི་ལ་མངལ་ལ་མངལ་ནས་བརྡའི་ནང་འདྲ་དེ་ཚོ་ཚང་མ་དེ་ནང་འདུག་གི་ཡོད་གསུངས་བཞག། ད་སོར་མོའི་ཚིག་ནི་བགྲང་མི་བྱ་ཟེར་ཡ་དེ་སོར་མོ་ཚིག་ནི་བགྲང་མི་བྱ་ཟེར་ཡ་དེ་སོར་མོའི་ཚིག་སྐྱེས་པར་དུ་བྱས་ནས་སྒྲ་འབྱིན་ནི། དེ་འདྲ་བྱས་ཞོར་བ་དེ་བྱེད་རྒྱུ་ཡོག་མ་རེད་གསུངས་པར། ད་དེ་འགྲེལ་བཤད་དེ་ངས་བརྗེད་ར་ཞུ་གི་འདག། རྗེ་ཙོང་ཁ་པ་ཆེན་པོའི་འགྲེལ་པ་དང་བྱས་པ་ཡིན་ན་ཡང་ཨ་ནས་ག་རེ་རེད་ཟེར་ན་བླ་མའི་གི་མདུན་ལ་ཡང་བློ་ལྡན་གི་སློབ་མ་དེ་གི་ལུས་ཕན་ཚུན་དུ་བཅུ་ཡག་དང་ར་བ་འདུག་ཟེར་བ་ཕུར་ཆུ་འཚུད་རྒྱུ་བྱེད་ཨ་དང་ཨ་ནི་ཀ་བ་དང་རྩིག་པ་ལ་སོགས་པ་ལ་རྒྱབ་བསྟན་ནས་བསྡད་ཨ་དང། སོར་མོའི་ཚིགས་འབྲང་བར་མི་བྱ། སོར་མོའི་ཚིགས་འབྲང་བར་མི་བྱ་སེ་ཨ་སྟེ། སོར་མོའི་གི་ཚིགས་སེ་ཨ་སྟེ་འདས་ད་ང་སོར་མོ་ལ་ཡང་ཚིགས་གསུམ་གསུམ་ཡོར་བ་སོར་མོ་རེ་ལ་ཚིགས་གསུམ་གསུམ་ཡོར་གཅིག་གཉིས་གསུམ་ཡོར་བ་དེ་ལ་ཚིགས་སོར་འབྲང་བར་མི་བྱ་སེ་ཨ་སྟེ། ད། དེ་ལ་ཡ། བྷའོ་དཀར་དང་སྦྲང་ཨ་སྦྲང་ཟེར་བའི་ཚིག་ཅིག་ཡོང་འདུག་འདུག་བ། གསོན་པའི་ཚིག་སྦྲང་བར་མི་བྱ་ཟེར་བ་དེ། ད་ཡིན་ན་ཡང་དེ། སྦྲང་བ་ཟེར་བ་དེ་ག་འདྲས་རེད་ཟེར་ན། རྒྱ་འགྲེལ་གྱི་དགོངས་པ་དེ་བྱས་པ་ཡིན་ན་འདྲ་ད་ནི་ཕྱིའི་ལེགས་སྦྱར་གྱི་རྒྱ་དཔེ་ལ་བལྟས་པ་ཡིན་ན་ག་རེ་རེད་འདུག་ཟེར་ན། གསོན། མི་ཁ་ཤས་དེ་འདྲས་བྱེད་ཀྱི་ཡོད་བ་དེ།

གུས་པ་ཇི་ལྟར་བསྒྲུབ་པ་དེར་ནང་གསེས་བརྒྱད་ཡོད་པའི་ནང་ནས། ཨ་ནི་ལྔ་བར་དུ་བཞུད་ཟིན་པ་བྱས། ད་དྲུག་པ་དེ་ལུས་ངག་གི་དབྱེན་བཀོད་པའི་ཁྱད་པར་ཟད།